ཁྱོད་ནི་ང་ཚོས་མ་འོངས་པའི་སྲིད་འཛིན་ཡིན་ཞེས་འབོད་པ་དང། ད་དུང་ཁ་ཤས་ཀྱིས། ལྐོག་ཟ་བྱས་པའི་གོར་མོ་བསློགས་ཤོག། ཡང་ན་ཁ་ཤས་ཀྱིས། ཁྱོད་གཙོ་འགའ་ནང་སོང་ཅེས་བཤད་ཀྱི་ཡོད་པས། གང་ལྟར། མ་རིན་ལེ་པེན་ཁོང་སྲིད་འཛིན་ལ་ལང་རྒྱུ་དེ་ལ། ལྷན་རྒྱས་སྐམ་ས། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི

ཡོང་རྒྱུ་བསྡད་པའི་ཧྥ་རན་སི་གི་སྲིད་འཛིན་གྱི་འོས་བསྡུ་དེ་ལ། བྱང་ཕྱོགས་སྐོར་ལ་གསར་འགོད་སྙན་ཐོ་ཞིག་འདུག་པས། གསར་འགོད་སྙན་ཐོ་དེ་ཡི་སྙིང་དོད་དེ་རིང་གི་ལས་རིམ་ནང་བཤུས་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། དེ་ནི་ཁ་ཚང། ཉིས་སྟོང་ཉི་ས་དྲུག། ཟླ་བ་བདུན་པའི་ཚེས་བདུན་ཉིན་མོ་དེར། Marine Le Pen ཟེར་བའི་ཧྥ་རན་སི་ནང་གི་ཆབ་སྲིད་པ་ཁོང་གིས། ཡུ་རོབ་མཐུན་ཚོགས་ནས་ཐོབ་པའི་གཞུང་གི་སྒོར་མོ། Embezzled། ཡང་ན་སྒོར་མོ་ས་ཡ་མང་པོ་ལྐོག་ཟ་བྱས་པའི་ནག་ཉེས་ཕོག་པ་དེ། གནས་སྟངས་རང་འཇགས་གནས་ཡོད་པ་ཡིན་ན་ཡང། ཁོང་ད་ལྟའི་ཆར། ཁ་སང་ཁྲིམས་ཁང་གི་ཐག་གཅོད་དེ་ནས། ཁོང། སྔར་དང་མ་འདྲ་བར་ད་ལྟའི་ཆར། ཁོང་གིས Ankle Monitor ཡང་ན་རྐང་པའི་ཁང། ཁྲིམས་ཁང་ངོས་ནས། ཁོང་ག་བར་འགྲོ་གི་ཡོད་མེད་ལྟ་རྟོག་བྱེད་རྒྱུའི། Machine ཡང་ན། འཕྲུལ་ཆས་ཤིག་གར་གོ་གི་ཡོད་པས། ཡིན་ན་ཡང་མ་ཧིན་ལ་པན་ཁོང་གིས། ཁྲིམས་ཁང་གོང་མའི་ནང། ཁྲིམས་ཁང་འོག་མས་ཞུ་གཏུག་ལ་དགག་པ་བྱས་ཏེ་ཁྲིམས་ཁང་གོང་མར་ཞུ་གཏུག་བྱས་པར་བརྟེན། ད་ལྟའི་ཆར་ཁོངས་ལྐོག་ཟའི་ནག་ཉེས་དེ་ལ་མཐའ་མའི་ཐག་གཅོད་བྱུང་མེད་པའི་གནས་སྟངས་ཡིན་པར་བརྟེན། ཁྲིམས་ཁང་གོང་མས། ཁྲིམས་ཁང་འོག་མའི་ནང་ལྐོག་ཟས་ནག་ཉེས་ཡོད་པས་ཡིན་ན་ཡང། ཁོང་གིས་ད་ལྟའི་ཁྲིམས་ཁང་གོང་མའི་ནང་འབོད་སྐུལ་བྱས་པའི་ཐག་གཅོད་མ་བྱུང་བར། ཁོང་ལ། སྲིད་འཛིན་ལང་རྒྱུས། འགྲོ་འོང་གི། ཐོབ་ཐང་འཕྲོག་ན་ཉན་གི་མ་རེད་ཅེས་པས། ཁོང། སྔར་ཁྲིམས་ཁང་ནས། Ankle Monitor། རྐང་པའི་ཁང། ཉེན་རྟོག་པའི་ཁྲུས་ཆས་ཤིག་བཏགས་ཏེ། ནག་ཉེས་པ་ག་བ་ཡོད་མེད་བལྟ་རྒྱུའི་དེ་འདྲའི་ཁྲུས་བྱས་ཏེ་གོས་མ་བགོ་བར་ཁོང་ལ་སྲིད་འཛིན་གྱི། སྲིད་འཛིན་བཞེངས་རྒྱུའི་ཆེད་དུ་རང་དབང་ཐོབ་དགོས་པའི་ཁྲིམས་ཁང་ནས་མ། ཐག་གཅོད་དེ་འདྲ་ཞིག་བྱུང་བ་ལ་བརྟེན། ད་ལྟའི་ཆབ་སྲིད་པ་མ་ཁེ་ལ་པན་ཁོང་ཆབ་སྲིད་ནང་སྔར། ཁྲིམས་ཁང་འོག་མ་ནས་ནག་ཉེས་ཕོག་བ་དེ་ལ་ཁོང་གིས་ཧྥ་རན་སི་གི་སྲིད་འཛིན་ལ་བཞག་རྒྱུའི་ཆབ་སྲིད་བྱེད་སྒོ་མཐའ་དག་མཚམས་འཇོག་བྱས་ཏེ་ཡོད་པས་ད་ལྟའི་ཆར་ཁོང་གིས་རང་དབང་ཐོག་ཧྥ་རན་སི་དང་ཕར་འགྲོ་ཚུར་འོང་བྱེད་ཐུབ་པར་བརྟེན་ཁོང་མུ་མཐུད་ཧྥ་རན་སི་གི་སྲིད་འཛིན་དུ་བཞག་རྒྱུ་ཡིན་པས་ཁོང་གིས་གསར་ཁང་ཁག་ལ་ཁ་ཚང། ཟླ་བ་བདུན་པའི་ཚེས་བདུན་ཉིན་མོ་དེར་གསུངས་ཡོད་པ་དང། དེ་རིང་ཟླ་བ་བདུན་པའི་ཚེས་བརྒྱད་གཟའ་ལྷག་པའི་ཉིན་མོ་དེར་ཁོང་གིས་སྲིད་འཛིན་གྱི་འོས་བསྡུ་ནང་བཞེངས་རྒྱུའི་ཆབ་སྲིད་ཀྱི་བྱེད་སྒོ་རྣམས་ཧྥ་རན་སི་གི་ནུབ་ཕྱོགས་སུ་ཡོད་པའི་གྲོང་སྡེ་ཆུང་ཆུང་ལ་ཕྷལེཤ་ཟེར་བ་དེའི་ནང་ཁོང་གིས་ཆབ་སྲིད་ཀྱི་བྱེད་སྒོ་འགོ་བཙུགས་ཏེ་མི་མང་ཁྲོད་དུ་ཕྱིན་པས། མི་མང་རེ་འགས། མཱ་རིན་ལེ་པན། ཁྱོད་ནི་ང་ཚོས་མ་འོངས་པའི་སྲིད་འཛིན་ཡིན་ཞེས་འབོད་པ་དང། ད་དུང་ཁ་ཤས་ཀྱིས། ལྐོག་ཟ་བྱེད་པའི་གོར་མོ་བསློག་ཤོག། ཡང་ན་ཁ་ཤས་ཀྱིས། ཁྱོད་བཙོང་ཁང་ནང་སོང་ཅེས་བཤད་ཀྱི་ཡོད་པས། གང་ལྟར། མ་རིན་ལེ་པན་ཁོང་སྲིད་འཛིན་ལ་ལང་རྒྱུ་དེ་ལ། མི་རེ་འགས་དགའ་མོས་བྱེད་ཀྱི་ཡོད་པ་དང་མི་རེ་འགས་ངོ་རྒོལ་ཤུགས་ཆེན་བྱེད་ཀྱི་ཡོད་པའི་གནས་སྟངས་དེ་འདྲ་ཞིག་ཆགས་ཀྱི་ཡོད་ཡིན་པ་རེད། དེ་ནས་གསར་འགོད་པ་ཁག་ཅིག་གིས་ཁོང་ལ་གནད་དོན་དེ་དག་ཐོག་བཀའ་འདྲི་ཞུ་བར། ཁོང་གིས་གསུངས་བར། ཁྲིམས་ཁང་ནས་ངས་ཐོབ་ཐང་སླར་གསོ་བྱས་ཡོད། ང་ནི་ནག་ཉེས་དེ་དག་ཕོག་བ། མ་ཉེས་ཁ་གཡོག་ཞིག་རེད་ང་ལ་ནག་ཉེས་དེ་དག་མེད་པ་ཞིག་ཡིན། ངས་ད་དུང། Court of Secession། ཡང་ན། མཐོ་རིམ་ཁྲིམས་ཁང་ནང་བསྐྱར་དུ། འབོད་སྐུལ་བྱས་ཏེ་ངས་མིང་གཙང་མ་བཟོས་རྒྱུ་ཡིན་ཅེས་ཁོང་གིས་གསུངས་ཡོད་པ། ཡིན་ན་ཡང་ཁོང་གིས། ཁྲིམས་ཁང་གིས་འགྲོ་ལུགས་འགྲོ་སྟངས་དང། ད་ལྟའི་ལྐོག་ཟས་ནག་ཉེས་དེའི་ཐོག། ཞིབ་ཕྲ། ཁོང་གིས་གང་ཡང་གསུང་གི་མེད་པ་དང། ཁོང་གིས་གསུང་བར། ངས་སྲིད་འཛིན་དུ་ལངས་སྐབས། ཁྲིམས་ཁང་གིས་གནས་ཚུལ་ཞིབ་ཕྲ་ཁག་འགྲེལ་བཤད་རྒྱབ་ཅིག་འདེད་རྒྱུ་མེད། ངས་སྲིད་འཛིན་ལ་ལངས་ཏེ། ངས་ཧྥ་རན་སི་གི་མ་འོངས་པའི་སྲིད་བྱུས་སྐོར་ཤེས་རྒྱུ་ཡིན་ཅེས་བཤད་ཀྱི་ཡོད་པ། དེ་ནས་གསར་འགོད་སྙན་ཐོ་དེའི་ནང་གསུངས་བར། ད་ལྟའི་ཆར་མཱ་རིན་ལཱ་པེན་ཁོང་ནི། ཐེངས་བཞི་པ་ཧྥ་རན་སི་གི་སྲིད་འཛིན་ལ་ལངས་ཀྱི་ཡོད་པའི་གནས་སྟངས་ཆགས་ཀྱི་ཡོད་པ་དང། ཁོང་དང་ཁོང་གི་ཕྱག་རོགས Jordan Bardella ཟེར་བ་ཁོང་གཉིས་ལྷན་དུ་ད་ལྟའི་སྲིད་འཛིན་གྱི་འོས་བསྡུ་དེའི་ནང་བཞག་གི་ཡོད་པ་དང། མཱ་རིན་ལ་པེན་ཁོང་གིས་གསུང་སྟངས་བྱས་ན། གལ་སྲིད་ཁོང་ལ་ཧྥ་རན་སི་གི་སྲིད་འཛིན་དུ་ཐོབ་ན། ཇོག་དན་བྷག་དེ་ལ་ཟེར་བ་ཁོང་ཧྥ་རན་སི་གི་སྲིད་བློན་ལ་བསྐོ་རྒྱུ་ཡིན་ཅེས་གསུང་གི་ཡོད་པ་དང། ཡིན་ན་ཡང་གནད་དོན་གལ་ཆེན་པོ་ཞིག་ནི་ད་ལྟའི་ཁྲིམས་ཁང་གོང་མས་ཐག་གཅོད་དེ་སྲིད་འཛིན་གྱི་འོས་བསྡུའི་སྔོན་ལ་སླེབས་དང་རྗེས་སུ་སླེབས་པས་དེ་ལ་མང་པོས་ངང་སྒུག་བྱེད་བཞིན་བསྡད་ཀྱི་ཡོད་པ་དང། ཁྲིམས་ཁང་གོང་མ་ཡང་ན Court of Cassation ཁོང་ཚོས་ཐག་གཅོད་དེ་མ་གྷིན་ལ་པེན་ཁོང་ལ་ནག་ཉེས་སུ་ངོས་འཛིན་བྱས་ན། ག་འདྲ་འབྱུང་གི་ཡོད་མེད་མང་པོས། གནས་སྟངས་ཡ་མཚན་ཞིག་ཆགས་ཀྱི་ཡོད་པས། ངོས་འཛིན་བྱེད་ཀྱི་ཡོད་ཡིན་པ་རེད། ཅེས་དེ་རིང་གི་གསར་འགོད་སྙན་ཐོ་འདི་ཡི་སྙིང་བསྡུས་འདི་ནས་ཞུས་ཟིན་པ་ཡིན། ང་ནི་ཧྥ་རན་སང་གནས་སྡོད་བྱས་པའི་བོད་རིགས་ཤིག་ཡིན། ངའི་མིང་ལ་ཡོན་ཏན་ཟེར་གྱི་ཡོད། གལ་ཏེ། འདི་རིམ་འདི་ཡག་པོ་འདུག་དགོངས་ན་དགའ་རྟགས་བསྣོན་པ། རྒྱུ་སྐོར་བྱས་པ། གཞན་ཡང། Subscribe གནང་རྒྱུ་མ་རྙེད་བ་གནང་རོགས་གནང། བཀའ་དྲིན་ཆེ། ལས་རིམ་ཇེ་དམན་ནང་བརྗེ་ཡོང།